གངས་རིའི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ལུས་འབྱུང་བས་ནས་སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡི་ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག། ཨོ། རྣམ་པ་ཚང་མ་ལ་འཚམས་འདྲི་ཞུ་གི་ཡོད། གུས་པ་སྨན་པ་རྟ་ར། ད་དེ་རིང་ཡང་འདི་ནས་མ། སྤྱི་ཚོགས་དྲ་རྒྱའི་ནང་ལོག་སྐད་ཆ་གཅིག།

ཡིག་ཚང་གི་བཀའ་ཤོག་ནི་བེད་སྤྱོད་ལོག་པར་བཏང་ནས་རྫུན་བཟོ་བྱས་ནས། བཀའ་ཤོག་དང་དམ་ཕྲུག་མཚན། རྫུན་བཟོ་བྱས་ནས་ནི་སྲིད་སྐྱོང་བྱེ་བྲག་པ་གཅིག་ལ་རྒྱབ་སྐྱོར་བྱས་བ་རེད་དང་ཐོག་གི་ཡི་གེ་དེ་འདྲས་ཀྱི་སྤྱི་ཚོགས་ནང་ལོག་ལ། ད་འདི་སྤྱི་ཚོགས་དཀྲུག་ཡག་ཆེད་དུ་བཏང་བ་ཡིན། སྲིད་སྐྱོང་ག་གེ་མོ་དེ་ལ་རྒྱབ་སྐྱོར་ར་ཡག་གི་ཆེད་དུ་བཏང་བ་ཡིན། ཞུ་ཚོད་ཧ་ཅང་དཀའ་ལས་ཁག་པོ་རེད། འདི་གི་ཆེད་དུ་རེད་འདི་གི་ཆེད་དུ་མ་རེད་ཟེར་ཏེ། དེའི་སྒང་ལ་ཉམས་ཞིབ་མཐར་ཕྱིན་པ་ཞིག་མ་བྱས་པ་ཡིན་ན། ལབ་ཁག་པོ་ཤོར་གྱི་རེད། ད། སྲིད་སྐྱོང་ག་གེ་མོ་དེ་གིས་རྒྱབ་སྐྱོར་གྱི་ངོས་ནས་སྲིད་སྐྱོང་གཞན་དང་གཞན་དག་ལ། བཙུགས་བཙུགས་ཡོང་དགོས་བ་རེད། སྲིད་སྐྱོང་གཞན་དང་གཞན་དག་གི་རྒྱབ་སྐྱོར་གྱི་ཕག་བཙུགས་བཙུགས་ཡོད་བ་རེད། ད་དོད་ཚོད་དེ་འདི་མ་རེད་ང་ཚོ། ཕག་བཙུགས་བཙུགས་ཚུགས་བཙུགས་བཙུགས་བྱེད་ཡག་གི་དོད་ཚོད་ཅིག་མ་རེད།

བསམ་བློ་འདི་གཏང་དགོས་ཀྱི་ཡོད་རེད། ང་ཚོ། ནང་གཅིག་གི་ནང་ལོགས་ལ། ཁྱོ་ག་སྐྱིད་མེད་དང། བུ་ཕྲུག་གི་བར་རུ་རྫུ་གུ་རྫུ་བསྡད་ཡག་གི་དོད་ཚོད་དེ་མ་རེད་ད། ནང་ནང་ལོགས་ལ། མི་དེ་གཉིས་ལྟ་བ་མ་མཐུན་པ་ཡིན་ནས། བབས་ས་དེ་གཅིག་ལ་བབས་ཀྱི་ཡོད་པས། ཚོགས་དབང་ཞིག་སྟོན་དགོས་ཀྱི་ཡོད་རེད། འདས་སོང་ཙང། དང་པོ་འདི་ལ། གནས་ཚུལ་འདི་འདྲའི་ཅིག་བྱུང་མ་ཐག། དགའ་ལྡན་ཕོ་བྲང་གི་ཡིག་ཚང་གི་ངོས་ནས། ནི། གནས་ཚུལ་འདི། རྫུན་མ། རྫུན་བཟོ། ཁྲམ་པ། དཀྲུག་ཤིང་ལ་ཡང་གི། གནས་ཚུལ་ཅིག་ཡིན་པ། ཐེར་འདོན་དང་གསལ་འདོན། དུས་ཐོག་གི་ཆར་པ་ནང་བཞིན་ཅིག། འཇུག་པོ་ཞུ་གནང་ཤག།

དེ་སོང་ཙང་ང་ཚོ་སྤྱི་ཚོགས་སྦ་ར་གང་དེ། དྭ་ཕྲུག་བུ་ཕྲུག་བཟོ་ཡག་གི་དམིགས་ཡུལ་དེ་རྒྱ་གུང་ཁྲན་ཁོ་ན་རེད། དེ་འདྲ་བའི་ལས་ཀ་བྱེད་མཁན་གྱི་ནང་ལོགས་ལ་སུ་དང་སུ་ཡོད་མེད་དེ་ང་ཚོས་ངེས་པར་དུ་མཐིལ་སྟོན་དགོས་ཡ་དེ་གལ་ཆེན་པོ་ཞུ་ཆགས་བསྡད་ཀྱི་འདུག་དེ་འདྲ་སོང་ཙང། ཆོལ་གསུམ་བོད་རིགས་སྤུན་ཟླ་ཡོངས་རྫོགས། དངོས་གནས་ཀྱི་གཅེས་པའི་རང་རྒྱལ་ཁབ་དང། བཀའ་དྲིན་ཆེ་བའི་རང་གི་རྩ་བའི་བླ་མ་རྒྱ་བ་དོན་གྱི་བདག་པོ་མཆོག་ལ། བློ་གཅིག་སེམས་གཅིག་སྤྱོད་ངན་གཅིག་ཡིན་པ་ཡིན་ན། ད་ང་ཚོ། རྫོགས་སྐུ་ནང་ལ་བཙུགས་ཡག་གི་དུས་ཚོད་དེ་མ་རེད།

བོད་ཀྱི་བཅའ་ཁྲིམས་རིན་པོ་ཆེ་ནང་ལོགས་ལ་རྒྱལ་དབང་དོན་གྱི་བདག་པོ་མཆོག་གིས་མཚན་གནས་སྲུང་སྐྱོབ་བྱེད་ཡ་དང། རྒྱལ་དབང་དོན་གྱི་བདག་པོ་མཆོག་བོད་མི་རིགས་ཀྱི་ངོ་བོ་མཚོན་ཐུབ་ཀྱི་ཡོད་བཀོད་ཡོད་དུས་རྩ་ནས། འདི་འདྲ་བའི་བཅའ་ཁྲིམས་རིན་པོ་ཆེ་གི་ཚིག་འབྲུ་འདི་ཐུགས་ལ་བཅངས་པའི་ཐོག་ནས་འགན་འཁྱེར་བའི་ཐོག་ནས་སྲིད་སྐྱོང་ལ་བཞག་ཡ་དེ་ཡང། ཨེ་ནི་ཆོལ་གསུམ་གཅིག་སྒྲིལ་དང། རྒྱལ་དབང་དོན་གྱི་བདག་པོ་མཆོག་དགོངས་གཞི་གྲུབ་ཡ་ཁོང་གིས་མཚན་གནས་སྲུང་སྐྱོབ་བྱེད་ཡ་གཙོ་བོ་དེ་འགྱེད། བོད་ཀྱི་བདེ་དོན་སྒྲུབ་ཡག་གཙོ་བོ་དེང་རྒྱལ་ཆགས་ཡོད་དེ་ཡོད་རེད་པ། དེ་འདྲ་སོང་ཙང་བོད་ཀྱི་བདེ་དོན་ལ་གནོད་ཡག་གི་བར་ཆད་འདིའི་རིགས་འདི་ང་ཚོ་ལ་ཤིན་ཏུ་ཉེན་ཁ་ཆེན་པོ་རེད། དེ་སྔ་སྲིད་སྐྱོང་མཆོག་གིས་གསུང་གི་ཡོད་པ། ཨ་ནི། ཆོལ་ཞེན། འདི་ཆོལ་ཞེན་ལས་སྡུག་པར་གདའ། འོ་འདི་ཀན་སིལ་ལས་སྡུག་པར་གདའ། དེ་འདྲ་སོང་ཙང་ངེས་པར་དུ་ང་ཚོས།

བོད་མིའི་སྒྲིག་འཛུགས་བདེ་སྲུང་ལས་ཁུངས། འོ་དེ་འགྱེད་ཆ་ཚང་གི་མཉམ་རུབ་ཀྱི་ཐོག་ནས། ད་འདིའི་ནང་ལོགས་ལ་ཡང་མེད་ན། ཨེ་ནི། གཞུང་དང་གཞུང་འབྲེལ་མ་ཡིན་པའི། མི་དེ་འདྲ་བླུག་འོས་ནས་བླུག་ན་ནི། ཚོགས་ཆུང་གཅིག་བཙུགས་ན་ནི་དེའི་ཆེད་དུ། ཚོགས་ཆུང་གཅིག་བཙུགས་ན་ནི། ཨེ་ནི། ད་མི་གཅིག་གཉིས་བཞག་པ་ཡིན་ན་ཡང་དེ་དང་དེ་འདྲ་བའི། ངོ་ཤེས་ང་དེ་འདྲའི་གལ་སྲིད་བཏོན་པ་ཡིན་ན་ཡང་དེ་ཕངས་འབད་བྱ་གི་རེད།

ང་ཚོ་མི་མང་གི་དོ་སྣང་བྱེད་དགོས་ཀྱི་ཡོད་རེད། ཁ་འབར་ར་གང་བཤད་མ་བཞག་ཀྱེ། འོ་དེ་རེད་དེ་འདྲ་སོང་ཙང། རྣམ་པ་ཚང་མས། ཨེ་ནི། འདི་ངེས་པར་དུ། གང་མང་མང་ཅིག་བཀྲམས་ནས། དགའ་ལྡན་ཕོ་བྲང། སྲིད་སྐྱོང།

སོ་སོ་གི་མི་རིགས་ཀྱི་ལ་རྒྱ་འདི་ག་ནས་ཧ་གོ་ཡོང་གི་རེད་ཞུ་ཡ་ཡིན། ཐོ་ཇེ་ཆེ། བོད་རྒྱལ་ལོ།